ལས་ཀ་བྱེད་པའི་སྐབས་ལ་ཡང་ལྟ་གྲུབ་དང་ལངས་ཕྱོགས་ག་འདྲ་ཅིག་གི་ཐོག་ནས་བྱེད་ཀྱི་རེད་ད་ལྟའི་འོས་བསྡུ་འདི་གང་ལ་ཡང་ང་རང་གི་ལྟ་སྟངས་ག་འདྲ་བྱོས་རེད་དེ་གས་དེ་ཞུས་ཟིན་པ་རེད་དེ་ནས་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་མོ་དེ་ལ་ཡང་ད་ང་ཚོས་བོད་མིའི་སྒྲིག་འཛུགས་ཀྱི་ལས་འགན་ཆེ་ཤོས་དེ

ད་ང་ཚོ་ང་ཚོ་དེ་བོད་མིའི་སྒྲིག་འཛུགས་ཀྱི་སྲ་བརྟན་དང། ཨ་རི་ཡི་ཡར་རྒྱས་དང་ས་ཚུགས་ག་འདྲ་སོགས་རེད་ཟེར་ཡ་དེ་རེད་ད། ད་སྲ་བརྟན་བྱེད་ཚུལ་ཟེར་པ་ལས་ཡང་ཧྲ་ཏག་ཏག་བྱེད་ད་ད་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་དེ་ཧྲ་ཏག་ཏག་ག་འདྲ་བྱེད་སོགས་རེད་ཟེར་ཡ་དེ། དེ་འདུག་དེའི་བརྗོད་གཞི་དེ་གལ་ཆེན་པོ་ཧ་ཅིང་ཆགས་ཀྱི་ཡོད་རེད་ཟེར་ན་སྤྱི་ཡོངས་ནས། དེ་བཙན་བྱོལ་གྱི་བོད་མི་ད་སྤྱིར་ཧོང་སང་སྐྱབས་མགོན་ཆེན་པོ་ཆོས་ཀྱི་དབུ་ཁྲིད་པའི་སྐབས་དེ་ཡིན་ནའི་རེད་ད་ལྟ་མི་མང་ལ་མགོ་ཁྲིད་དེ་ཡང་རྩིས་རིག་རྣམ་པས་འཇལ་བཞིན་པ་ཡིན་ནའི་འདྲ་འདུག་ག་ན་བོད་ནང་ཡོད་ངེས་ཀྱི་བོད་མི་འདི་གའི་དེ་གིས་ང་ཚོ་བཙན་བྱོལ་བོད་མིའི་འགྲིག་འཇུག་དེ་ལ་ཡང་རེ་བ་ཞིག་གཏོད་བྱས་བསྡད་ཡོད་རེད་དཱ་ནང་བཞིན་གཅིག་ང་ཚོ་བཙན་བྱོལ་ནང་ཡོད་ངེས་ཚོ་གིས་བོད་ནང་ཡོད་ངེས་བོད་མི་ཚོས་ཀྱིས་ཨ་ནི། ཅེས་དངོས་གནས་ཆ་ཡག་རེད་ལྷག་བསམ་དང་སྙིང་སྟོབས་དང་དེ་ཚོ་ལས་ཡག་རེ་མོན་ཆེར་བྱས་འདུག་ཞེན་དེ་དུས་ང་ཚོ་གཅིག་གཅིག་གཅིག་ཕན་གཅིག་རོགས་བྱས་ནས་ད་ལྟ་བར་དུ་ད་བོད་ཀྱི་གནད་དོན་རྒྱལ་སྤྱིའི་སྡེང་ཆ་དང་ལྷག་ཐུ་ཡ་དང་རྒྱ་ནག་གི་ཡ་མན་བྱས་རྗེས་ཤར་མ་ཐུ་ཡ་གནས་ལག་སོད་ཅིག་བདེ་རེ་ཅིག་ཐོག་ནས་ཡོང་གི་ཡོད་རེད་ད་བོད་མིའི་སྒྲིག་འཛུགས་འདི་ཧྲ་ཏ་ཏ་བཟོ་བ་ལ་སྤྱི་ཡོངས་ཀྱི་གནས་བབ་ཀྱི་ཐོག་ནས་ད་ག་འདྲེ་རེ་བ་བྱས་ཧྲ་ཏ་ཏ་ག་རེ།

ད་ངས་བརྗོད་གཞི་འདི་འདུག་སྨྲ་བྱེད་ནས་དབྱེ་བ་ཕྱེ་ཡོང་དུས་བསམ་པ། གཅིག་འདི། བོད་མིའི་སྒྲིག་འཛུགས་འདི་ཧྲག་ཏག་ཏག་སྲ་བརྟན་ཡོང་ཡ་དང་ཡར་རྒྱས་དང་ཚགས་ཚུད་ཀྱི་ལམ་ཁ་དེར་ཁྲིད་དགོས་ཀྱི་ཡོད་པ་ཡིན་ན། གཞི་རིམ་གྱི་ཆ་རྐྱེན་དང་པོ་དེ་གར་ཆགས་ཀྱི་ཡོད་རེད་ཟེར་ན། ད་ནི་མང་གཙོའི་ལམ་ལུགས་ཚད་ལ་བརྟེན་པ་བྱེད་ཡོང་དགོས་པ་དེ་གལ་ཆེན་པོ་རེད། མང་གཙོའི་ལམ་ལུགས་ཚད་ལ་བརྟེན་པ་བྱེད་པ་ཡིན་ན། ཨ་ནི་དེ་གིས་ཅིག་ཁྲིམས་དང་སྒྲིག་གཞིའི་གི་འོག་ནས་ལས་དོན་ག་རེ་བྱས་པ་ཡིན་ནས་ནི་རང་བཞིན་གི་འགྲུབ་བསྡད་ཡ་བྱུང་གི་རེད་ད་འདི་གལ་ཆེན་པོ་གཅིག་བྱས་ད་ཕྱོགས་བཞི་མ་དེ་ནས་མང་ཚོགས་ནང་ལོག་ལ་ལྷིང་འཇགས་དང་འགུག་དགོས་པ་རེད་བོད་མིའི་སྒྲིག་འཛུགས་གི་ལས་དོན་ཚགས་ཚུགས་བྱེད་པ་དང་བོད་མིའི་སྒྲིག་འཛུགས་གི་འགན་འཁྱེར་དགོས་ཡ་དེ་ཆ་ཚང་གི་འཁྱེར་པ་ཡིན་ན་མང་ཚོགས་ནང་ལོག་ལ་ཡ་ལྷིང་འཇགས་རང་བཞིན་གི་ག་རེ་བྱུང་གི་རེད་ཡ་ཞེས་ཡ་དེ། འདི་ཡོང་བ་བྱས་པ་ལ་གར་བྱེད་ཐུབ་ཀྱི་རེད་ཟེར་ཏེ་རེད། ད་ནས་གནད་དོན་གསུམ་པ་འདི་ད་ང་ཚོ་བཙན་བྱོལ་ནང་ལ་ཡར་སླེབས་ནས་སྤྱི་སྟོང་དགུ་ཡི་སྔ་མོ་ང་དགུ་ལོ་ལ་ཡར་བཙན་བྱོལ་ནང་ལ་སླེབས་པ་རེད་བཙན་བྱོལ་དུ་སླེབས་པ་ནས་བྱས་ནས་ཨ་ནི་ང་ཚོའི་བོད་ཆོལ་ཁ་གསུམ་གྱི་བོད་རིགས་ཡོངས་རྫོགས་དེ་གའི་དེ་ཨ་ནི་བོད་མི་རིགས་ཀྱི་ངོ་བོ་ཟེར་ཡ་དེ Tibetan National Identity ཟེར་ཡ་དེ་ག་འདྲ་བྱུང་བ་རེད། འདི་ཚོའི་སྒང་ལ་ཡང་འདི་གསུམ་དེ་ག་ལ་བསམ་བློ་བཏང་ཐུབ་པ་ཡིན་ན་ཨ་ནི་རང་བཞིན་གྱིས་ང་ཚོ་བོད་མི་འདི་ཚོ་གིས།

མི་མང་གི་འོས་འདེམས་བྱས་པའི་འགོ་ཁྲིད་དེས་ཨ་ནི་མི་མང་ལ་ཡང་འགན་འཁུར་དགོས་ཡོད་རེད། ལན་འདེབས་བྱེད་དགོས་ཡོད་རེད། རྩིས་རྒྱག་དགོས་ཡོད་རེད་ཨིན་ཇིའི་སྐད་ནང་ལ་ཡང Responsible། Answerable། ཨ་ནི Accountable ཟེར་ཡ་འདི་གསུམ་དེ་འདི་བྱེད་དགོས་རེད་ཟེར་ཡ་གི་དོན་དག་ཁོ་ར་ག་ཅི་ནས་ཡོང་གི་ཡོད་རེད་ཟེར་ན། སྲིད་གཞུང་འདི་མང་ཚོགས་ལ་བདག་གི་ཡོད་རེད། མང་ཚོགས་ལ་བདག་གི་ཡོད་རེད་མ་གཏོགས་ཕྱི་གི་འགོ་ཁྲིད་ནི་མི་ག་རེ་ཅིག་ལ་བདག་གི་ཡོད་མ་རེད། དེ་ནང་བཞིན་སྲིད་གཞུང་འདི་ག་ནས་བྱུང་བ་རེད་ཟེར་ན་མང་ཚོགས་ནས་བྱུང་ཞབས་པ་རེད། སྲིད་གཞུང་འདི་སུའི་ཆེད་དུ་བཙུགས་པ་རེད་ཟེར་ན་མང་ཚོགས་ཆེད་དུ་བཙུགས་པ་རེད། དེ་ཡིན་བསམ་པ་ན་ད་གནའ་སྔ་མོ་སྔ་མོ་ནས་ང་ཚོ་མང་ཚོགས་འགྲེལ་བཤད་བརྒྱབ་ཡོད་འདུག་བསམ་པ་ལ་ཨ་ནི། for the people by the people of the people ཟེར་ཡོད་འདུག་ཟེར་དགོས་ཡོད་འདུག་རྒྱུ་མཚན་གྱི་གཞི་རྩ་རེད་བ་དེ་འདུག་ཟེར་ནས་ཐུགས་ཐིག་གི་ཡོད་རེད། འདི་རེད། ད་དེ་ནས།

དེ་ཕྱིར་གཙང་ལེན་བྱེད་དགོས་པ་མ་རེད། དེ་བཞིན་པ་སྤྱི་ཚོགས་གཅིག་སྒྲིལ། བསམ་བློ་མི་མཐུན་པ་ཡོད་པ་ཡིན་པ་ཡིན་ནའི་སྤྱི་ཚོགས་གཅིག་སྒྲིལ་ག་འདྲས་བྱེད་དགོས་རེད། དེ་ག་ནང་བཞིན་གྱི་ཨ་ནི་མང་ཚོགས་ལ་ཡང་བདེ་སྐྱིད་བསྐྲུན་ཡ་ཆེ་ད། སུ་སུའི་གི་འཛིན་སྐྱོང་བྱེད་ས། སྲིད་སྐྱོང་སྲིད་ཀྱི་ཕྱིར་ད་ག་ཚོད་སྲིད་དབང་བསྒྱུར་ས་དེ་གི་མི་མང་དེ་ག་དེ་བདེ་བོ་དང་སྐྱིད་པོ་བཟོ་དགོས་ཡ་དེ། ཚ་མོ་ལོག་གིས། ལས་འགན་དེ་ཆགས་ཏེ་ཡོད་པ་རེད་བ། ལྷག་པར་དུ་ང་ཚོ་བོད་མི་སྒྲིག་འཛུགས་ཡིན་ན་དེ་ལས་འགན་དེ་ཆགས་ཏེ་ཡོད་པ་རེད། དེ་ཡིན་དུས་ཚང་མ་ལ་ཡང། ད་ནི་འདི་ཡོང་བ་ལ་ང་ཚོ་མང་གཙོའི་གི་རིན་ཐང་དང་མང་གཙོའི་གི་ལྟ་གྲུབ་དེ། འདི་ཡིན་ཅི་མིན་ཅི། བཀོལ་སྤྱོད་བྱེད་དགོས་ཡོད་རེད། བཀོལ་སྤྱོད་བྱེད་དགོས་པ་ཟེར་ན་བེད་སྤྱོད་གཏང་དགོས་ཡོད་རེད་ལག་བསྟར་བྱེད་དགོས་ཡོད་རེད་འདི་ག་འདྲས་ལག་བསྟར་བྱེད་མ་བྱེད་ལ་བརྟེན་ནས། ད་ནི། ཞི་ལིང་ག་འདྲས་བྱུང་གི་རེད་གཅིག་སྒྲིལ་ག་འདྲས་བྱུང་གི་རེད་མང་གཙོ་དེ་གྱིས་ག་འདྲས་ཡོང་གི་སེ་ཁེ་ཅི་ཏི་ཡོང་གི་ཡོད་པ་རེད། ད་མང་གཙོའི་ལམ་ལུགས་དེ་ག་འདྲས་དར་བ་རེད་ཟེར་ཏེ། ང་ཚོའི་ང་ཚོའི་སྤྱི་ཚོགས་ནང་ལོ་ཡང། མང་གཙོའི་ལམ་ལུགས་ག་འདྲས་དར་བ་རེད་ཟེར་ན་ང་ཚོའི་གི་མང་གཙོའི་ལམ་ལུགས་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་སྟེང་ནས་ཕྱི་ནས་གཤམ་དུ་བར་དུ་ད་ནི་སྣེ་ཁྲིད་མཛད་ཆེད་འདུག་བྱེད་ནི་བྱུང་བ་ཆགས་ཀྱི་ཡོད་རེད། འདིའི་གི་ད་ཅིག་འཕེལ་འཕེལ་འགྲོས་ཀྱི་ཡང་འཕེལ་རིམ་དང་འཕེལ་འགྲོས་ཟེར་ནས་འདིའི་གི་བརྒྱུད་རིམ་འདི་ནང་ལོགས་ལས་ཡང་དུས་ཚོད་ག་འདྲས་ཅིག་ལ་མི་མང་གི་འགན་ག་འདྲས་ཅིག་འཁྱེར་ཐུབ་ས་རེད་མ་རེད་དེ་འདྲས་ཀྱི་གནས་སྟངས་ལ་གཞི་བཞག་ནི་ཨ་ནི་རྒྱ་བམ་ཆོས་ཀྱི་ལམ་སྟོན་གནང་བཞག་པ་དང་ཨ་ནི་སྐུལ་འདེད་གནང་ཆེད་ད་ད་ལྟ་བར་དུ་ང་ཚོ་རིམ་པ་མང་པོ་ཅིག་ང་ཚོའི་འཕེལ་རིམ་ག་ནས་ཡང་འགྱུར་བ་ག་ལ་ག་འཚམ་ཅིག་ཕྱིན་ཆེད་ད་ད་ལྟ། ཚེ་ག་ལ་གང་འཚམ་ཅི་ཐུབ་བསླད་ཡོད་དེ་ཡིན་ནས་ཆ་ཚང་བ་ཅིག་ཏག་ཏག་ཅིག་བསྡད་ཡོད་རེད་ཟེར་ན་ད་འདོད་འདི་གང་ཡར་རྒྱས་བཏང་དགོས་ཡ་ཡིན་ད་ནང་མ་གོ་ཆོད་ཡ་རེད། ད་འདི་དཔེར་ན་བཙན་བྱོལ་ནང་སླེབས་ནས་ང་ཚོ་བཙན་བྱོལ་ལ་ལྔ་བཅུ་ང་དགུ་ཐམ་པའི་སྤྱི་ཟླ་གསུམ་པའི་ནང་གསུམ་པའི་ཟླ་མཇུག་ལ་ཡར་རྒྱ་བ་མོ་ཆེའི་རྒྱ་གར་ས་ཐོག་ལ་ཞག་སོ་འཁོར་བ་རེད་སྤྱི་ཟླ་གསུམ་པའི་ཟེར་གསུམ་སོ་གཅིག་ལ་ཡར་ལྔ་བཅུ་ང་དགུ་དེ་ནས་ལོ་གཅིག་འཁོར་ཡོད་མ་རེད་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ཨ་ནེ་བོད་ག་ཡ་ལི་ཡ་ད་ཆོལ་ཁ་གསུམ་གྱི་གནད་ཡོད་མི་སྣ་ཚང་མ་འཛོམས་ཆོས་རྒྱུད་ཁག་གི་གནད་ཡོད་མི་སྣ་ཚང་མ་འཛོམས་བྱས་རྒྱ་བོར་མི་བྱེད་ལི་ཡ་ད་ང་ཚོས་རྒྱ་བོར་མི་བྱེད་སྐབས་གང་ན་ཅི་སུབ་ཅི་སུང་སྒྲུབ་གི་ཡིན་བྱས་བྱས་བླ་རྒན་ཐུ་མོ་བྱས་ཟེར་ནས་དམ་བཅའ་ཅིག་བཞག་ནས་ཨན་དེའི་སྐབས་སུ་རྒྱ་བོར་མི་བྱེད་ད་ང་ཚོའི་ལམ་ལུགས་དེ་མང་གཙོའི་ལམ་ལུགས་དང་འགྲོ་དགོས་ཀྱི་རེད་ཨ་སོ་སོ་སོའི་ཁོངས་ནས་ཆོལ་ཁ་གསུམ་དང་ཆོས་རྒྱུད་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཆེན་མོ་བཞི་སོ་སོ་སོའི་ཁུངས་ནས་ཨ་ནི་མི་དྲག་པ་དམ་དགུ་རེད་ཟེར་ནས་བཀའ་སློབ་གནང་བ་ནས་བྱིན་རླབས་གང་དག་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ཕྱི་ཟླ་དགུ་བའི་ཚེས་གཉིས་ཉིན་མོ་དེ་ལ་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་སྐབས་དང་པོ་དེ་གའི་དམ་བཅའ་ཕུལ་བ་རེད་ད་ལྟ་ཡིན་པ་ཡིན་ནའི་སྔ་དྲོ་དགུ་བའི་ཚེས་གཉིས་དེ་མང་གཙོ་དུས་ཆེན་ཟེར་ནས་སྲུང་བརྩི་བྱེད་དགོས་པ་ཡིན་རྒྱུ་མཚན་འདི་ཆགས་ཀྱི་ཡོད་རེད་ད་དུས་འདི་ནས་བྱས་ནས་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ནས་བྱས་ནས་སྤྱི་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་བར་དུ་ང་ཚོ་མང་གཙོའི་འཕེལ་རིམ་གྱི་ལེའུ་དང་པོ་དེ་བརྩི་ན་འགྲིག་གི་ཡོད་རེད། ད་དེའི་སྐབས་སུ་ཨ་བོད་མ་སྤྱི་འཐུས་ལྷན་ཚོགས་བཙུགས་པ་ཙམ་ལས་མ་ཟད་བལ་གྱི་ཨ་ནི་བོད་ཀྱི་རྩ་ཁྲིམས་སུ་བྱས་ཏེ་སྤྱི་ལོ་དྲུག་ཅུ་རེ་གསུམ་ལོར་ཡ་སེ་ར་བསྐྱངས་པ་རེད། དེ་བསྐྱངས་པ་ན་བཞིན་གྱི་ད་ལོ་སུམ་ཅུའི་དེ་ནང་ལོ་ལ་ཡ་ང་ཚོ་ཚང་མ་ལ་མང་གཙོའི་གི་གོམས་གཤིས་དང་ཉམས་མྱོང་མེད་པའི་རྒྱུ་མཚན་ལ་བརྟེན་ནི་ད་དེའི་ཆེད་ཀྱི་ཉམས་མྱོང་ས་གི་ས་གི་ས་གི་ས་གི་ཕྱིན་སྤྱི་ཚོགས་ནང་ལོ་ལ་བསམ་ཚུལ་གང་ཡོད་པ་དེ་གས་དེ་སྤུང་གི་སྤུང་གི་གང་ལག་བསྟར་ཐུབ་པ་དེ་བྱེད་གི་བྱེད་གི་བྱེད་འདུག་འདུག་འདུག་བྱེད་བྱེད་ནི།

ད་གང་ལྟར་ཅིག་མི་མང་རིམ་པས་ཀྱི་ཀྱི་འགོ་ཁྲིད་སུ་ཡོད་པ་ཡིན་ནས་ཕྱི་ལང་བྱེད་ཡ་དེ་འདྲས་ཞུས་བྱས་དེ་སྐབས་ལ་ད་སྤྱི་དོན་ལྷན་ཚོགས་གོ་བསྡུ་གནང་བ་རེད་ད་ནང་བཞིན་བཀའ་ཤག་གོ་བསྡུ་གནང་བ་རེད་གོ་བསྡུ་གནང་བྱས་དེ་དམིགས་བསལ་ཚོགས་ཆེན་ཚོགས་བྱས་དེ་ནས་ནི་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་ཚུགས་ཡ་དང་དེ་འདྲས་བྱུང་བྱས་ད་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ད་ང་ཚོ་རིམ་པ་གཉིས་པ་འགོ་བཙུགས་པ་རེད་ལེའུ་ལ་མ་ཚན་ལེ་ཚན་ལ་མ་སོང་ནས་དགུ་བཅུ་གོ་གཅིག་ནས་ཉིས་སྟོང་གཅིག་བར་དགུ་བཅུ་གོ་གཅིག་ལ་ནི་ད་སྐབས་བཅུ་གཅིག་གི་བོད་དམངས་སྤྱི་མཐུན་ལྷན་ཚོགས་དེ་མ་ལབ་དངོས་ནས་དབྱིན་ཇིའི་སྐད་ནང་ནས་ཡིན་ན། Constituent Assemblies ལབ་གི་རེད་དེ་ཁྲིམས་སྲོལ་ལྷན་ཚོགས་ཅིག་འདུག་བྱས་ནས་ད་ཁྲིམས་བཅའ་ཁྲིམས་གཏན་ལ་ཕབ་ཉེན་གྱི་ལྷན་ཚོགས་ཅིག་འདུག་སུ་ནི་སློབ་དཔོན་ཟམ་གདོང་མི་ཆེ་གི་དབུ་ཁྲིད་པའི་ཐོག་ནས་ཨནི། ང་ཚོ་བཅའ་ཁྲིམས་གཏན་འབེབས་བྱེད་ཡ་དང་བཅའ་ཁྲིམས་དེ་ཁྲིམས་ཀྱི་ཨ་མ་བྱེད་ཨནི་དེའི་གྱི་ཡན་ལག་ལ་ཡང་ཨནི་སྒྲིག་གཞི་ཁག་མང་པོ་ཅིག་ད་ད་ཡོད་བསྡད་པ་དེ་གས་དེ་རིམ་པས་རིམ་པས་རིམ་པས་བྱས་ནས་འདུག་གཏན་འབེབས་བྱས་རྗེས་བོད་དམངས་སྤྱི་འཐུས་ལྷན་ཚོགས་དེ་ཁྲིམས་བཟོ་ལྷན་ཚོགས་མིང་དོན་མཚུངས་པ་ཞིག་བཟོ་ན་ཞེས་འགྱུར་བ་བཏང་བ་རེད་སྐབས་དེ་དུས་ཡིན་པ་ཡིན་ནའི་རྒྱ་བོར་མཆེད་དགོངས་པ་ལ་དགུ་བཅུ་ལྔའི་ལས་ཡང་བཀའ་བློན་བསྐོ་དགོས་ཡ་དེ་ཚང་མ་སྐུ་མདུན་རང་བསྐོ་བཞག་གནང་དགོས་ཐུགས་ཁུར་ཡོད་རེད་ད་དགུ་བཅུ་གོ་གཅིག་ནས་བྱས་ནས་ད་ང་ཚོ་སྤྱི་འཐུས་གྲངས་ཀ་མང་དང་དགུ་བྱས་ནས་སྤྱི་ཚོགས་ཡོང་དུས་ཚར་པ་ལ་ད་བཀའ་བློན་བསྐོ་བཞག་བྱས་ཡ་གི་འགན་དེ་སྤྱི་འཐུས་ལྷན་ཚོགས་ཐུབ་ན་དགོངས་པ་རེད་དེ་ད་སྐབས་དེ་དུས་བརྒྱ་ཆ་མཐོ་དྲགས་བྱས་ནས་མ་ལོན་པ་ད་དེ་འདྲ་བྱས་རྗེས་མ་རྒྱ་བོ་མཆེད་འོས་ཤི་ན་དགོས་ཡ་གི་ལས་སྟངས་དེ་འདྲས་འདུག་ཟིན་ཆ་ཡོད་རེད་ད་རྒྱ་བོ་མཆེད་དགོངས་པ་དེ་སྔ་ས་ནས་མ་ཅིག་རྩིས་སྤྲོད་གནང་ཐུ་ན་དགོངས་ཡ་དེ་ཡོད་རེད་དེ་ཡིན་ནས་ང་རང་ཚོ་མི་མང་གི་ངོས་ནས་གྲ་སྒྲིག་ཚད་ལྡན་ཞིག་མེད་པའི་གི་རྒྱུ་མཚན་ལ་བརྟེན་ནས་དེ་ཡང་ཕྱི་རྐྱང་ཕྱིན་ད་ང་འདྲ་བོ་ཕྱིན་པ་ནི་སྤྱི་ལོ་དགུ་བཅུ་དགུ་བཅུ་དགུ་དྲུག་ལོར་ཡ་སྤྱི་འཐུས་འདས་པ་རེད། ད་འདི་གི་ད་ལེའུ་གསུམ་པ་འདྲ་བོ་འདི་ད་ཉིས་སྟོང་གཅིག་ནས་འགོ་ཚུགས་ཡོད་རེད་དེ་དུས་ང་ཚོ་སྤྱི་འཐུས་ནང་ཡོད་རེད་དང་པོ་ང་ཚོ་འགྱུར་བ་ཕྲན་བུ་ཞིག་བཏང་པ་རེད་དེ་ནས་སྐུ་མདུན་གྱི་བཀའ་གནང་རྗེས་ད་ང་རྦད་དེ་མར་ད་ཟེར་ན་ཉིན་མོ་གཅིག་ཤི་འགྲོ་གི་རེད་ཟེར་དེ་ཡིན་དུ་བསམ་ན་ད་འགྱུར་བ་བཏང་གི་ཡིན་ན་ད་ད་ལྟ་ནས་བཏང་དགོས་ཀྱི་འདུག་ཟེར་རྗེས་ད་བཀའ་བློན་ཁྲི་པ་དེས་མི་མང་གི་ཐད་ཀར་འོས་འདེམས་བྱེད་ཡག་གི་དགོངས་ཚུལ་དེ་གསུངས་ནས་ཨེ་རེད་ཡང་ང་ཚོ་སྤྱི་འཐུས་ལྷན་ཚོགས་ནང་དེ་བསྐྱར་བཅོས་བྱས་རྗེས་ད་བཀའ་བློན་ཁྲི་པ་མི་མང་གི་ཐད་ཀར་འོས་འདེམས་བྱེད་ཡག་གི་ལག་ངར་དེ་མཆིས

ད་ཡང་འདིར་ཐེངས་གསུམ་པ་ཆགས་ཀྱི་ཡོད་རེད། འོ་དེ་འདྲའི་གི་ད་རྒྱུ་འབྲས་འདི་རྩ་བས་མ་མཁྱེན་པ་ཡོག་མ་སྟེ་ཡིན་ནའི་ད་ཡང་ག་ཤེད་ཅིག་ཅིག་ག་ཚོད་བའི་གི་གནས་སྟངས་རྒྱུས་ལོན་མེད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཡང་ག་ཚོད་བའི་གནས་ཚུལ་གོ་མ་ཆོད་པ་དེ་འདྲ་ཡོང་སྲིད་ཀྱི་རེད་བ་དེ་ཡིན་དུས་བསམ་པ་ལ་ཡང་ད་ནི་དེ་མཉམ་དུ་ཅིག་ཞུ་བྱ་ན་བསམ་སོང། ད་སྤྱི་འཐུས་ལྷན་ཚོགས་དང་པོ་བཙུགས་པའི་སྐབས་ལ་ཆོལ་ཁ་དང་ཆོས་བརྒྱུད་ནས་ག་ཆུ་ནས་ཐོན་བསྐོས་ཡོད་རེད་མི་འབོར་གྲངས་ཀ་ལ་བལྟས་ནས་ག་ཆུ་ནས་བསྐོས་ཡོད་མ་རེད་ཟེར་ནས། འདི་མིའི་བསམ་བློའི་ནང་ལ་ཡང་མང་པོ་བྱུས་ཡོད་རེད་ཨེ་ནི་དྲི་བ་གནང་མཁན་དེ་འདྲ་ཡོང་སྡིག་ཡོད་རེད། ད་སྐབས་དེ་དུས་འགྲོ་བཞིན་པ་ཡིན་ན། ད་ང་ཚོའི་རྒྱལ་རབས་ལོ་རྒྱུས་ནང་ལ་ལྷག་ཆོས་རྒྱལ་བཟོའི་སྐབས་ལ་ད་ང་ཚོ་བཙན་པོའི་རྒྱལ་རབས་ཟེར་ན་འགྲོ་བ་ཆོས་རྒྱལ་བཟོའི་སྐབས་ལ་ཆོས་རྒྱལ་སྲོང་བཙན་སྒམ་པོ་ནས་བྱས་ནས་ཁྲི་སྲོང་ལྡེ་བཙན་ནས་བྱས་ནས་མངའ་བདག་ཁྲི་རབས་རིན་ཆེན་གྱི་དུས་རབས་བདུན་པ་ནས་དགུ་བ་བར་དུ་བོད་དེ་དངོས་གནས་དྲང་གནས་སྟོབས་ཅན་གྱི་རྒྱལ་ཁབ་ད་ལྟའི་བོད་ཆོལ་ཁ་གསུམ་ཙམ་དུ་མ་ཡིན་པའི་གི་རྒྱ་ནག་གི་ས་ཆ་དང་ད་ནུབ་ཕྱོགས་སྔོན་དུ་ཡང་རྒྱལ་ཁབ་མང་པོ་སྤྱིའི་དབང་དུ་བསྡུས་པའི་གི་ལོ་རྒྱུས་ཡོད་པ། ད་དེ་ནས་བོད་སིལ་བུ་ཐོག་བྱས་ལོ་བཞི་བརྒྱ་གི་རྗེས་ལ་ཨ་རིའི་འགྲོ་མགོན་ཆོས་ཀྱི་འཕགས་པ་དང་སོ་ཀུ་པ་ར་ར་ཆོས་ཡོན་གྱི་འབྲེལ་བ་དེ་བཞག་ནས་སྐབས་དེ་དུས་ཡང་བོད་ཆོལ་ཁ་གསུམ་གྱི་གནས་བབ་འགྲོ་ཞིག་གཅིག་མཚུངས་སྒྲོག་གཅིག་བསྐྲུན་ཐུབ་པ་བྱུང་ཡོད་རེད་ད་དེའི་རྗེས་ལ་ད་ནི་དུས་རབས་བཅུ་བདུན་པའི་ནང་ལོགས་ལ་ཡང་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་སུ་ཡང་བོད་ཆོལ་ཁ་གསུམ་གང་ལྷག་ཙམ་ཅིག་མཉམ་དུ་འདུས་བྱས་པ་བྱུང་བ་མ་གཏོགས་ཅིག་གཞན་པ་ང་ཚོ་ལོ་རྒྱུས་ནང་བྱུང་མ་མྱོང་བ་བཙན་བྱོལ་ནང་ལ་སླེབས་ནས་བོད་ཆོལ་ཁ་གསུམ་གྱི་བོད་རིགས་ཡོངས་རྫོགས་བོད་མི་རིགས་གཅིག་གི་ངོ་བོ་ཐོག་ནས་རྒྱལ་བ་རིན་པོ་ཆེ་དུས་རྒྱུན་ནས་བཀའ་གནང་གི་རེད་ང་ཚོ་བཙན་བྱོལ་ལ་སླེབས་ནས Tibetan Sea གི་ཚིག་གཅིག་གི་བར་ལ་གནས་པ་བཞིན། འདི་གསུམ་ག་རེ་ཁྱེད་ཚོས་བསམ་པ་འདི་འདྲའི་ཅིག་ཨ་ནི་ཕུགས་རྒྱང་རིང་པོའི་དགོངས་པ་བཞེས་བྱས་མཐར་བོད་མི་རིགས་འདི་གའི་ཚང་མ་མི་རིགས་ངོ་གཅིག་འཛིན་པའི་ཐོག་ནས་འདུག་ཆེན་བྱུང་ཡོད་རེད་དེ་ཡིན་བསམ་པ་ནི་རྣམ་པ་ཚོས་ད་ནི་ལྷག་པར་དུ་ཅིག་ད་མ་བོད་མི་རིགས་རྒན་གཞོན་སུ་ཡིན་པ་ཡིན་ནའི་བོད་པའི་ལོ་རྒྱུས་ཤེས་དགོས་ཧ་ཅང་གལ་ཆེན་པོ་རེད་བཞིན། དེ་གཅིག། ཞོལ་དུ་ཕྱོགས་སོ། ད་དེ་ནས་བྱུང་རིམ་འགྲོ་བ་དེ་དུ་གཞི་བྱས། ད་སྤྱི་དང་གི་འཛམ་གླིང་ནང་ལོ་ལ་ཡང་གཞུང་སྲིད་འཛིན་སྐྱོང་བྱེད་སྟངས་ཀྱི་དམངས་གཙོའི་ལམ་ལུགས་ཀྱི་ཐོག་ནས་གཞུང་སྲིད་འཛིན་སྐྱོང་བྱེད་སྟངས་ཀྱི་ད་རྣམ་པ་འདྲ་བོ་དང་དབྱེ་བ་འདྲ་བོ་མང་པོ་བཞག་ཡོད་རེད། ཡིན་ནས་དེའི་ནང་ལོགས་ནས་ད་ཏེས་གཅིག་ཡོངས་གྲགས་ཡོད་དོ་དེ་ག་དེ། ད་ཨ་མི་རི་ཀ་སུ་ལ་བྱིན་ན་སྲིད་འཛིན་ལམ་ལུགས་ཟེར་ཡ་དེ presidential system། ཡང་ན་ཤིང་གི་གྲོས་ཚོགས་ལམ་ལུགས་ཀྱིས་གྲོས་ཚོགས་ཀྱི་ཨ་མ་དེ་ཨིན་ཇིའི་གི་ལམ་ལུགས་ཀྱི་བརྩི་གི་ཡོད་རེད་ཨིན་ཇི་ལུང་པའི་གི Westminster Democracy ནང་གི Parliamentary System ད་ལྟ་རྒྱ་གར་ནང་བྱེད་བསྡད་ད་དེ་གས་ད་ང་རང་ཚོའི་དམངས་གཙོ་དེ་གས་དེ་ང་རང་ཚོ་གི་དགོས་མཁོ་དང་ང་རང་ཚོ་གི་དམིགས་བསལ་གི་གནས་བབ་ལ་གཞི་བཅོལ་ནི་ད་ནི་རིམ་པས་རིམ་པས་འཕེལ་རྒྱས་ཕྱིན་བཞེད་པ་ཅིག་ཡིན་པས་སོང་ཙང་ང་རང་ཚོའི་དེ་ལ་ཡ་ད Party Less Democracy། ཆབ་སྲིད་ཚོགས་པ་མེད་པའི་གི་མང་གཙོའི་ལམ་ལུགས་འདི་ད་ལྟ་འཛམ་གླིང་འདིའི་ནང་ལོགས་ནས་ཡང་ལག་ལེན་བསྟར་བཞིན་པ་འདི་ང་ཚོ་བར་ཡོད་མ་རེད། བྱས་ཙང་འདི་ཐུན་མོང་མ་ཡིན་པ་ཆགས་བསྡད་ཡོད་རེད། ད་དེ་ལྟ་མ་ཡིན་པའི་གི་ཡང་ཐུན་མོང་མ་ཡིན་པའི་ཁྱད་ཆོས་གཞན་པ་རིགས་མང་པོ་ཡོད་རེད་འདི་ཡང་དམངས་གཙོའི་གི་སྤྱི་དང་གི་ཅིག་གཞི་རིམ་གི་ལྟ་གྲུབ་དང་མཐུན་དང་མ་མཐུན་གི་དྲི་བ་ཆེན་པོ་ཡོད་བསྡད་པ་དེ་འདྲ་མང་པོ་ཡོད་རེད་དེ་ཚོ་དེ་སྔ་དེ་ད་མང་པོ་ཟིན་ནས་ཁག་ཅིག་ཡོད་རེད་དེ་ཚོ་དེ་སྔ་དགའ་ལས་ང་ཚོ་རིམ་པས་རིམ་པས་ང་ཚོ་དཀའ་མོལ་བསྡད་ནས

ཨ་ནི། དབང་ཆ་གང་དང་གང་ཡོད་རེད། དེ་གའི་བར་དུ་ཕྱིན་ནས་ཨ་ནི། ཆ་བགོས་བྱས་བཞག་ཡོད་རེད། ད་དེ་ཡིན་དུས་སེམས་པ་ལ་ཡིན་ཡང་དེ་ཚོའི་གི་སྒྲིག་འཛུགས་གསུམ་དེ three organs ལ་ནི་རེད three pillars of democracy དེ་ཚོ་ཕན་ཚུན་ལ་གཅིག་གཅིག་གུས་བརྩི་དང་གཅིག་གཅིག་ཆེ་མཐོང་ལྡན་པའི་ཐོག་ནས་ཨ་ནི། བྱེད་དགོས་དེ་གལ་ཆེན་པོ་རེད་མ་གཏོགས་གཅིག་གིས་ཨ་ནི་སྒྲིག་འཛུགས་གཅིག་གཅིག་ནང་ལོགས་ལ་ཡང་འཁོན་འཛིན་མང་པོ་བྱས་བསྡད་པ་ཡིན་ན་ཨ་ནི་དེའི་གི། ཅེས་ག་སུ་རེད། ང་ཚོ་ད་ཁྲིམས་ཀྱི་དབང་སྒྱུར་བ་ལ་ཏག་ཏག་སྒྲོག་མ་ཐུབ་ཡག་གི་ཉེན་ཁ་དེ་རང་བཞིན་གྱི་ཡོང་གི་ཡོད་རེད Rule of Law ཟེར་ཡ་འདི་ཏག་ཏག་ཅིག་ཀྱང་སྒྲོག་མ་ཐུབ་ཡག་གི་ཉེན་ཁ་དེ་ཡོང་ཡོང་སྡོད་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་མང་གཙོའི་ལམ་ལུགས་ལ་ཕྱིན་ཚར་བའི་ཞུ་བ་ལ་ཁྲིམས་དང་སྒྲིག་གཞི་གང་ལ་ཡང་བརྩི་སྲུང་ཤུགས་ཆུང་པོ་ག་སུ་རེད་ད་དངོས་གནས་དྲ་གནས་ཚད་ལྡན་པ་བྱེད་དགོས་དེ་ཧ་ཅང་གལ་ཆེན་པོ་རེད་ད་ཡིན་པ་ཡིན་ནའི་ང་ཚོ་བཅའ་ཁྲིམས་མཚོན་པའི་གི་ཁྲིམས་དང། སྒྲིག་གཞི་ཁག་ནང་ལོ་ལ་ཡང་དཔེར་ན་སྒྲིག་གཞི་གཅིག་སྙེ་མ་ནས་གཏན་འབེབས་བྱས་ཟིན་པ་གཅིག་ད་ལྟའི་སྐབས་སུ་ལག་ལེན་བསྟར་ག་འགྲོ་བའི་སྐབས་ལ་ཡང་ཨ་ནི་གཅིག་དོན་དག་སྒྲུབ་ཡ་ལ་འགོག་རྐྱེན་བཟོ་གི་ཡོད་པའི་གནས་སྟངས་བཟོས་རོགས་དེ་འདྲའི་དང། ཡང་ཁག་གཅིག་ང་ཚོ་དམིགས་བསལ་ཚོགས་ཆེན་དང་དེ་འདྲའི་མི་མང་གི་ཚོགས་ཆེན་དེ་འདྲའི་ཚོགས་བྱས་ཨ་ནི་བསམ་ཚུལ་ཡོང་བྱས་མི་མང་གི་མངོན་འདོད་དང་མ་མཐུན་པ་དེ་འདྲས་དེ་འདྲས་ཡོང་མ་སྲིད་པ་མ་རེད་དེ་འདྲས་ཡོང་དུས་འཚམས་པ་ལ་ཁྲིམས་འདི་མིས་བཟོ་གི་ཡོད་རེད་ད་ག་ན་བཞིན་ཁྲིམས་འདི་བཟོ་བཅོས་བརྒྱད་དེ་མིས་རྒྱག་དགོས་པ་རེད། འོ་འདི་ཡང་གནད་འགག་ཅིག་ཆགས་ཀྱི་ཡོད་རེད་ད་དེ་གས་དེ་གཉིས་ད་ལྟ་སྤྱི་ཡོངས་ཀྱི་གནས་སྟངས་བཤད་ཀྱི་ཡོད་རེད་རྣམ་པ་ཚོ་ལ་ཞུ་གི་ཡོད་རེད་འདུག་ཟེར་རེད་ད་བཙན་བྱོལ་བོད་མིའི་གི་ད་གིས་ངས་ཞུ་ན་བཞིན་བྱས་ནས་འདུག་གཅིག་གཅིག་ཡས་ད་ང་ཚོས་དམངས་གཙོ་ཀ་བ་གསུམ་གྱི་འགྲོ་སྟངས་དེ་བྱས་ཡིན་ནས་དམངས་གཙོའི་ཀ་བ་གཅིག་གི་ཐོག་ནས་མང་གཙོའི་གི་གཞི་རིམ་ལྟ་གྲུབ་དེ་ཕ་བཞག་ནས་ཕ་བཞག་ནས་ད་ནི་ཅིག་སུ་སུའི་གི་བསམ་བློ་དྲོ་གཅིག་ཁྱེད་བྱེད། བྱེད་ཡོང་ནས་དཔེར་ན་དེ་འདྲ་ངེད་ཅག་དེ་འདྲ་ཆེས་མཐོའི་ཁྲིམས་ཞིབ་ཁང་དང་སྤྱི་འཐུས་རྒྱུན་ལས་ཀྱི་པ་ར་ལ་གནས་ཚུལ་བྱུང་མེད་ན་ཤེས་ཅི་རེད་ད་ནི་དཔེ་མཚོན་ཙམ་ཞིག་རེད་དེ་སྔའི་གནས་ཚུལ་དེ་འདྲ་ག་ཤེད་ཞིག་བྱུང་ཡོང་རེད། དེ་འདྲས་ཅིག་བྱུང་པའི་སྐབས་ལ་ནི་སུ་སུ་སུའི་ས་ཆ་ནས་ནི་ཁྲིམས་འཛིན་འདྲ་བོ་བྱེད་བྱེད། མང་གཙོའི་ལྟ་གྲུབ་དང་མང་གཙོའི་གི་ཅིག་སྒྲིག་འཛུགས་གཅིག་ལ་འགན་དབང་བསྐུར་ཞེས་པ་འདི་ཕ་ཚ་ཞིག་བཞག། སོ་སོའི་གུ་འདོད་པ་དེ་ཤུགས་ཆེ་ཡ་བྱས་བྱས་ཨཱ་ནི་ཕྲེང་འཛིན་བྱེད་ཡོང་དུས་ཚང་མ་ལ་ད་འདི་གི་ཨཱ་ནི་ང་ཚོ Constitutional Crisis ལ་ཡི་དེ་དེ་འདྲས་ཞིག་ཡོང་གི་ཡོད་རེད་ད། རྩ་རྩ་ཁྲིམས་ཀྱི་དཀའ་རྙོག་ཟེར་ཡ་དེ་དུག་ཆེན་ཡོང་གི་ཡོད་རེད་ད། རྒྱལ་ཁབ་ཁག་ཅིག་ནང་ལོ Constitutional Court ལ་ནི་རྩ་ཁྲིམས་དང་འབྲེལ་བའི་ཐོག་ནས་གནད་དོན་བྱུང་བ་ཡིན་ན་ཨཱ་ནི་དེ་ལ་ཡ་འགྲེལ་བཤད་རྒྱག་མཁན་དེ Constitutional Court གི་རྩ་ཁྲིམས་ཀྱི་ཁྲིམས་ཁང་གི་འགྲེལ་བཤད་རྒྱག་མཁན་དེ་རེད་མ་རེད། ད་ང་ཚོའི་དེ་ལ་ཡ་ཨཱ་ནི། འདི། ཡོང་ཆོག་གི་ཡོད། གར་སོང་རེད། ད་ལྟ་ང་ཚོ་ལྟེ་ལས་ད་རྒྱ་གར་དང་དུས་གཅིག་པ་རེད Supreme Court གི་རྩ་ཁྲིམས་དང་དུས་ཚང་བ་འགྲེལ་བཤད་རྒྱག་གི་ཡོད་རེད་ང་ཚོ་ལྟེ་ལས་རྩ་ཁྲིམས་འགྲེལ་བཤད་རྒྱག་མཁན་དེ་སྒྲིག་འཛུགས་མཐོ་ཤོས་དེ་ཆེས་མཐོའི་ཁྲིམས་ཞིབ་ཁང་ང་ཚོར་ཡོད་མ་རེད། ད་འདི་འདྲའི་གི་དཀའ་རྙོག་ཆེས་མཐོའི་ཁྲིམས་ཞིབ་ཁང་ལ་དབང་ཆ་བསྐུར་བཞག་པ། གཙོ་བོ་འདིའི་སྒང་ལ་ཡང་ཨ་ནི་གཅིག་ད་གཅིག་ཁྲེང་འཛིན་བྱས་བྱས་གཅིག་བྱས་ཡོང་དུས་འཚམ་པ་ལ་ཨ་ནི།

དེ་གས་དེ་ཡིན་གཅིག་མིན་གཅིག་གི་རང་དབང་ལྡན་པ་དང་ནུས་ཤུགས་ལྡན་པ་ཅིག་བཟོ་དགོས་ཡ་དེ་མེད་དུ་མི་རུང་བ་ཆ་རྐྱེན་རེད། བརྒྱུད་ལམ་ཁག་འདི་ཚོ་ཡིན་པ་ཡིན་ནའི་ཅིག། ཁ་སུ་རེད་ད་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་བྱེད་ཕྱོགས་ལ་ཡ་འཐུས་ཤོར་ཕྱིན་པ་དང་སྐྱོན་ནོར་འཁྲུལ་ཕྱིན་པ་དེ་གས་དེ་ལ་ཡ་ཨོ་མཐའ་འདི་བཤད་ན་ཡང་ཕལ་གྱེན་ཁེངས་སོ་གར་བསམ་ཡོང་ང་ཚོ་ཚུར་སྐྱག་སྐྱག་གར་བྱེད་ཡོང་དེ་འདྲས་བསམ་ནས་ལས་དོན་བྱས་པ་ཡིན་ན་རྩ་བ་ཉིད་ཡོང་ཡ་མ་རེད། ད་ལྟའི་འཛེམ་ཟོན་མེད་པའི་ཐོག་ནས་སྤྱི་ཕན་གྱི་ཁེ་ཕན་རང་གི་ཆེད་དུ་ག་རེ་བྱེད་དགོས་ནས་བྱེད་དགོས་དེ་གལ་ཆེན་པོ་རེད། དེའི་བརྒྱུད་ནས་ག་རེ་ཕན་གྱི་རེད་ཟེར་ན། སྤྱི་ཚོགས་ནང་ལོགས་ལ་ཡང་གནས་ཚུལ་འགོ་ཚོས་ལ་མ་ཚོས་ལ་བཤད་བསྡད་ངེས་དེ་ཚོའི་གི་དཀྲོག་གཏམ་དེ་གའི་དེ་རང་བཞིན་གྱི་ཉུང་རུ་འགྲོ་སྲིད། སྤྱི་ཚང་བརྒྱུད་ལམ་ཁག་ནང་ལོགས་ལ་གནས་ཚུལ་བརྒྱུད་ཡོད་ངེས། ཤེས་ངེས། མཁས་པ། སོ་སོ་སོའི་གི་སློབ་སྦྱོང་དེ་ལ་ཡང་ཉམས་མྱོང་ཡོད་ངེས།

ང་ཚོ་གཅིག་འཛིན་སྐྱོང་གི་ལས་བྱེད་འདི་གའི་ཚང་མ་ལོག་ལ་ང་ཚོ་མིའི་གཟུགས་སྐུ་ལ་མ་སོང་ནས་འཛིན་སྐྱོང་གི་སྒལ་ཚིགས་དེ་རེད་ཟེར་ནི་ནམ་རྒྱུན་གྱི་བཤད་སྲོལ་བྱུས་ཡོད་རེད Bureaucracy is the backbone of administration བྱས་ཏེ Executive is the འཛིན་སྐྱོང་གི་ལས་ཀ་བྱས་ཏེ་དེ་ཡིན་ཚང་མ་ལས་ཡང་ཨ་ནི་ང་ཚོས་ཀྱི་གནས་བབ་དང་བསྟུན་ཆེད་ལས་བྱེད་འདི་གའི་འདི་གི་གནས་སྟངས་ཡར་རྒྱས་གཏང་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད། བཀའ་སངས་རྒྱས་རྗེས་སུ་འཛུད། ཅེས་སོ་སོའི་སྒེར་གྱི་འཚོ་བ་སྐྱེལ་བ་ཙམ་ཞིག་མ་ཡིན་པས་ཀྱི། གླ་ཆ་གང་མང་ཉུང་དེ་ཚོ་ལ་མ་ལྟོས་པས་ཀྱི། ད་སྤྱི་པའི་ཞབས་ཞུ་བས་རང་ཆེད་དུ་ཡང་སླེབས་བསྡད་དགོས་པ། ད་འདི་ལས་གལ་ཆེ་བ་གཅིག། ག་རེ་ཟེར་ན། ལས་རྗེས་སུ་ད་ལོ་ནས་ལོ་བསྟུད་རྗེས་སུ་སོ་སོའི་ལྷན་ཁང་དང་འབྲེལ་ཡོད་ཀྱི་ལས་དོན་དེ་གང་ལ་ལས་ཀ་བྱེད་པའི་ཉམས་མྱོང་དེ་ཡོད་པ་སོང་ཙང།

གལ་ཆེ་བ་དེ། ང་ང་རང་ང་རང་བདེ་བ་ཅེས་ཞི་འཇགས་ནང་གི་སྐད་འདི་ཚར་ལོངས་བྱེད་ཤོར་བ། ཞིང་པའི་སྤུ་གུ་ཇི་ཡིན་པ་ཞིང་ཁའི་ལས་ཀ་ནང་འགྲོ་མྱོང་བ་ཞི་འཇགས་ཀྱི་གནས་སྟངས་ལ་མགོ་ཚུད་ཀྱི་ཡོད་པ་དེ་ཚོ་རྒྱུ་མཚན་མང་པོ་ཅིག་སྟེ་ལྷག་པར་དུ་འདས་པའི་ད་ལོ་གཅིག་གཉིས་ནང་ལོགས་ལ་ཞི་འཇགས་ག་རང་ག་ཚམ་ཅིག་བསྡད་ཡག་གི་གོ་སྐབས་བྱུང་བ་ད་དུ་བལྟས་ཡོང་དུས། ད་ས་གནས་རང་ནས་འོས་འདེམས་བྱས་བཞག་པའི་གི་འགོ་ཁྲིད་དེ་གལ་ཆེ། ཀེམ་གི་སྤྱི་མི་སུ་རེ་བ་ཡིན་ན་རེ་རྒྱ་དཔོན་སུ་རེ་བ་ཅི་ཡིན་ན་རེ་ད་ཞི་འཇགས་ཆེ་ཆུང་ལ་སུ་སུ་སུ་དཔའ་བོས་གི་མིང་སྣ་ཚོགས་ཞིག་བཏགས་བཞག་ཡོད་རེད། དྲིན་གཟོའི་བྲེལ་འགའ་དེ་མི་མང་དང་མཉམ་དུ་ཐད་ཀར་མཉམ་རུབ་བྱེད་སའི་ལས་ཀ་ད་བྱེད་ཐུབ་པར་ནུས་པ་ཐོན་པ་བཟོ་ཐུབ་ཡས་ལ། ཨ་ནི། ཅིག། དྲིན་གཟོ་ལ་ཡང་མཐུན་རྐྱེན་སྦྱར་ཡས་དེ་ཧ་ཅང་གལ་ཆེན་པོ་ཆགས་འདུག་ས་གནས་རང་ནས་ལས་དོན་སྒྲུབ་ཐུབ་ཡས་ཀྱི། མ་གཞི་ད་གིན་ངའི། ད་ང་ད་འདི་བྱས་ལ་ཡ། དཀའ་མོད་ཡོང་གི་རེད་ད་དེ་ཡིན་དུས་འདི་སྤྱི་ཡོངས་ཀྱི་ད་ང་ཚོ་ཅིག་ཚགས་ཚུད་པོ་ཡོང་དགོས་ཀྱི་ཡོད་ན་ཆ་རྐྱེན་བཟོ་རུ་དེ་འདྲ་དེ་འདྲ་ཡོད་ཡས་ཀྱི། ད་ཁྱོད་རང་ཚོ་ང་ལ་འགན་སྤྲད་པ་ཡིན་ན་ད་ངས་ག་རེ་བྱེད་ཀྱི་རེད་ཟེར་ཡ་དེ་ད་ངས་སྙིང་དུས་སྙིང་དུས་འགྲོ་ཤག་གི་ཡར་ཆུ་དེ་ཤག་ལྷགས་ཤིག་བརྒལ་སོང་ན་ག་ཤེད་རིང་གྲག་གི་འདུག་ཟེར་གྱི་འདུག་ག་ཤེད་ཐུང་གྲག་གི་འདུག་ཟེར་གྱི་འདུག་གནས་ཚུལ་མང་པོ་བྱུང་ཡོང་གི་འདུག་ད། དང་པོ་དེ། བོད་ཀྱི་རྩ་དོན་སྒྲུབ་ཡག་གི་ཆེད་དུ་ང་ཚོས་བསམ་བློ་གསར་པ་ག་འདྲེ་ཅིག་ཁྱེར་ཡོང་པ་ཡིན་ནས་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་གོ་བསྡུར་བྱེད་པའི་ཐོག་ནས། དེ་བྱས་ན་ཨ་ནི་ང་ཚོའི་གི་བསམ་བློ་གསར་བ་ག་རེ་འཁྱིལ་ཡོང་པ་ཡིན་ནས་དེ་གས་དེ་བོད་ཆོལ་ཁ་གསུམ་གི་བོད་མི་ཡོངས་ཀ་མོས་མཐུན་ཡོད་པའི་གི་བསམ་འཆར་ཅིག་ཆ་ཐོས་རེད་རེ་བ་འདུས་འདུག་སེམས་པ་ལ་ཡང་འདི་བྱེད་གི་ཡིན་ཡིན་ཟིན་དང་པོ་དེ་དེ་ཡིན་ང་ལ་ཡང་ཁྱེད་རང་ཚོ་སྲིད་སྐྱོང་གི་འགན་སྤྲད་པ་ཡིན་བསྐུར་བ་ཡིན་ན་ད་གཉིས་པ་འདི་བཀའ་ཤག་གི་ངོས་ནས་མང་གཙོའི་ཀ་བ་གཞན་པ་གཉིས་དེ་ལ་ཁྲིམས་སྲིད་ལྷན་ཚོགས་དང་ཁྲིམས་ལུགས་དབང་འཛིན་གཉིས་ལ་ཡང་གུས་བརྩི་བྱས་ལྟར། ཆེ་མཐོང་ཞུས་ད་ཤེས་མོ་བ་བྱས། ཨ་ནི་འདིའི་གི་ལྗིད་སྙོམས་སྟངས་འཛིན་ད Check and Balance ད་ཅིག་ཅིག་དབང་ཆུང་མ་བྱས་གི་ལྗིད་སྙོམས་སྟངས་འཛིན་དུ་ཁྲིམས་དང་སྒྲིག་གཞི་གི་དགོངས་དོན་ག་རེ་ཡོད་པ་རེད་ལས་དེ་ན་བཞིན་ཅིག་བྱེད་གི་ཡིན་ཞེས་ཏིང་ངེ་གསལ་པོ་བྱེད་ཞུ་གི་ཡོད། ད་ངས་ད་ནི་འདི་གས་ཞུས་ཡ་འདི་གས་འདི་ད་གཟ་ཁྱེད་རང་ཚོ་ལ་ཡ་ཅིག་གོ་བ་དང་ཡ་དང་ཅིག་ཧམ་པ་དང་འདི་ཐོག་ནས་ངས་རྩ་བ་ནས་ཞུ་གི་མེད་འདི་ཚང་མ་ང་ཚོ་བྱེད་ཐུབ་ཡ་རེད་བྱེད་འོས་བ་རེད་བྱེད་དགོས་ཡ་དེ་ནས་ཀྱང་ཡ་ཅིག་ཞུ་གི་ཡོད་ཞེས་ནས་ཞུས་ཡ་ཡིན། ད་ནང་བཞིན་གཅིག་གིས་རང་དབང་ཅན་གྱི་བདེ་ཆེན་གསུམ་ཡོད་རེད་འོས་བསྡུ་ལས་ཁུངས་ཡོད་རེད། དེ་མིན་འོས་བསྡུ་ལས་བྱེད་དོན་གོ་ལྷན་ཁང་ཡོད་རེད་རྩིས་ཞིབ་ལས་ཁུངས་ཡོད་རེད་དེ་ཚོའི་ཕྲེང་བ་དེ་རེད། ཁོ་རང་ཚོས་ཀྱི་སྤྱི་པ་ལ་ཕན་པའི་གི་ཡར་རྒྱས་ཚགས་ཚུད་འགྲོ་ཡག་གི་དགོངས་འཆར་ག་རེ་ཡོད་པ་ཡིན་ནའི། དེ་གའི་དེ་ལ་ང་ལ་ཡང་འགན་ཁུར་པ་ཡིན་ན་ངས་མཐུན་རྐྱེན་སྦྱར་གྱི་ཡིན་དཔེར་ན་ང་ཚོ་བོད་མི་གི་འོས་བསྡུ་གི་ལས་རིམ་དེ་གའི་ཚང་མ་འབྲི་ཅི་ཏྲལ་བཟོ་གི་ཡིན། བྱས་པ་ཡིན་ན་ང་ཚོ་འཛིན་སྐྱོང་ངོས་ནས་མཐུན་རྐྱོང་ག་རེ་ཞུ་དགོས་ཡོད་ན་ང་ཚོ་ཞུ་གི་ཡིན་དེ་ཚོ་ཕྲེང་བ་དེ་ད་ང་ཚོ་ང་ཚོའི་ད་ལྟའི་དེའི་གཏེར་རིམ་ནང་ལ Moving Forward ཞེས་གོམ་པ་བདུན་པོས་རྒྱག་གིན་ཡིན་ཟེར་ཡ་དེ་ཚོ་གང་ལ་རང་བཞིན་གྱིས་སླད་ཡོང་དགོས་བ་རེད། དེ་ནང་བཞིན་གྱི་འཛིན་སྐྱོང་གི་འགན་དབང་འོག་ཏུ་ཡོད་བས་ཀྱི། ད་གཞི་རིམ་གྱི་རྩོད་རྙོག་མང་པོ་ཡོང་བཞུགས་ཡོང་དགོས་བ་ད་རྩོད་རྙོག་རྩ་བ་ཉིད་ནས་ཡོང་དགོས་མ་རེད་ཟེར་གྱིན་ཡིན། ཞུ་ཐུ་བས་ཡོད་མ་རེད་རྩོད་རྙོག་ག་བ་ག་ཟེར་ཏེ་ས་གནས་རིམ་པ་ནས་ཡོང་དགོས་རེད་དེ་རྗེས་འབྲིང་རིམ་ནས་ཡོང་དགོས་རེད་དབུས་ནས་ཡོང་དགོས་རེད་དྲ་མེད་ལ་ཡོང་དགོས་རེད་རྩོད་རྙོག་ག་འདྲི་བྱེད་ཡོད་བ་ཡིན་ནས། དེ་ཁྲིམས་དང་སྒྲིག་གཞི་དང་དངོས་ཡོད་གནས་སྟངས་གཞི་བཟུང་བྱེད་ནས་ང་ཚོས་ཐག་གཅོད་དགོས་བ་དེ་ཆུ་བོ་ཡིན། ད་གལ་སྲིད་འདི་འདྲས་བྱས་ནས་མ་འགྲིག་པ་ཆེད་ཁྲིམས་ཁང་ནང་འགྲོ་དགོས་ཡག་གནས་སྟངས་འགྲོ་དགོས་བྱུང་བ་ཡིན་ན། ཆེས་མཐོའི་ཁྲིམས་ཞིབ་ཁང་ཡིན་ན་རེད་ས་གནས་ཁྲིམས་ཞིབ་ཁང་ཡིན་ན་རེད་ས་གནས་ཁྲིམས་ཞིབ་ཁང་ལ་ཐག་གཅོད་དེ་སྡོད་ཁང་ལ་མ་བྱུང་བ་ཡིན་ན་ཆེས་མཐོའི་ཁྲིམས་ཞིབ་ཁང་འགྲོ་ཡག་ལ་འགའ་བྱོས་རེད་དེ་ཚོ་ཐག་གཅོད་གར་གནང་བ་ཡིན་ནས་འདི་གས་དེ་ཁོ་ངོས་ལེན་བྱས་བ་ཙམ་དུ་མ་ཡིན་པའི་གི་ཉམས་ལེན་ཆ་ཚང་ཅིག་ཞུ་གི་ཡིན་དེ་བྱས་བ་ཡིན་ན་ང་ཚོ་གཅིག་གཅིག་བརྩི་མཐོང་ཡོང་ན་དེ་ཡོང་གི་ཡོད་རེད་འོང་གི་འདུག་སེ་རེད། ཡང་ན་ཞིང་གི་དང་བཙན་བྱོལ་སྤྱི་ཚོགས་ནང་ལ་འགྱུར་བ་ཤུགས་ཆུང་པོ་ཞུ་བཞིན་འགྲོ་གི་ཡོད་རེད་མི་མང་པོ་ཞི་བ་བྱེད་ཕྱིར་ལོག་སྤོས་འགྲོ་གི་ཡོད་རེད་ད་ག་ནང་ཞིང་གི་དཔལ་འབྱོར་འགྱུར་འགྲོས་འགྲོ་གི་ཡོད་རེད་དེ་ཡིན་ཚོད་མ་དེ་ཚོའི་གི་གནས་སྟངས་ལ་དཔག་པས་དཔེར་ན་ང་ཚོ་སྤྱི་འཐུས་ལྷན་ཚོགས་འགྲོ་བཞིན་པ་ཡིན་ན་མི་གཅིག་གིས་འོས་གཅིག་གི་སྐད་ཆ་མང་པོ་ཞུ་བཞིན་ད་ལོ་མང་ལོ་ནས་ལོ་བསྟུད་ཅིག་གིས་ལོ་བཅུ་ཕྲག་མང་པོ་དེ་བཤད་བསྡད་པ་རེད་ཡིན་ནའི་མི་མི་གཅིག་གིས་འོས་གཅིག་ཟེར་ཏེ་ང་ཚོ་གཅིག་ན་ཨིན་ཇི་ནང་ཡིན་ན Constituency Base ཟེར་ཏེ་ས་ཁོངས་ཀྱི་སྤྱི་འཐུས་ཡོངས་ལ་ང་ཚོ་གཅིག་གིས་མི་གཅིག་གིས་འོས་གཅིག་ཟེར་ཏེ་ཡོངས་བཤད་ཡོད་པ་ད་ང་ཚོ་ད་ལྟའི་བོད་ཆོལ་ཁ་གསུམ་དང་ཆོས་བརྒྱུད་ཀྱི་ཡོད་པའི་གི་སྒྲོམ་གཞི་དེ་བཟོ་དགོས་ཡས་ཀྱི་གནད་འགག་དེ་ད་ངས་ངའི་ཁོང་དུ་ཞུ་བ་ན་ཤིང་ཕྱི་ནས་རྒྱུ་མཚན་དེ་ཡོད་པས་སོང་ཙང་ཨ་ནེ་ཐོབ་ཐང་ཡོད་བ་ཅིག་ཡང་མེད་བ་བཟོ་བྱས་ཏེ་ཁག་པོ་ཞིག་རག་རེད་དེ་ཡིན་དུས་ས་མ་ལ་ཡ། ད་ང་ཚོ་ལ་ངག་གསར་བ་ཅིག་བཙན་བྱོལ་བོད་མི་འབུམ་གཅིག་དང་ཁྲི་གསུམ་བཞི་ཡོད་སྐྱོང་ནང་ལོག་ནས་བརྒྱ་ཆ་བཞི་བཅུ་ཞུ་ཞེ་འང་ཞིག་བྱེད་ཀྱི་ཡོད་པ་སླེབས་ཚར་རེད་རྒྱ་བལ་འབྲུག་གསུམ་ཕྱི་ལོག་སླེབས་ཚར་དུས་ད་ད་ལྟ་རྒྱ་བལ་འབྲུག་གསུམ་ཕྱི་ལོག་ལ་ཡོད་ངེས་བོད་པ་དེ་ག་དེ་བརྒྱ་ཆ་ལྔ་སྤྱི་འཐུས་བཞི་བཞི་ཞེ་ང་ནང་ལ་མི་ལྔ་དང་པོ་ཡོད་རེད། རྒྱ་བལ་འབྲུག་གསུམ་ནང་ཡོད་མཁན་ཚོ་གི་མི་བཞི་བཅུ་ཐམ་པ་དམ་འབུལ་ཡོད་རེད། ད་འདི་འདྲ་མཉམ་མི་འདུག་བ། འདི་ཚོའི་ཕྲེང་ཀ་འདི་ང་ཚོ་ཡང་ག་འདྲེས་ག་འདྲེས་བྱེད་འུ་འདུག་ང་ཚོའི་སྤྱི་ཚོགས་ཀྱི་གནས་བབ་ཀྱི་དངོས་ཡོད་གནས་སྟངས་དང་བསྟུན་ནས་ང་ཚོ་འགྱུར་བ་གཏང་དགོས་ཡ་འདུག་ག་ལ་ང་ཚོ་བཀའ་ཤག་གི་ངོས་ནས་འགན་འཁྱེར་དགོས་ཡ་དེ་འཁྱེར་གྱི་ཡིན་ཟེར་བྱས་ནས་འདི་གཅིག་ཞུ་གི་ཡོད། ད་དེ་ནས་གནད་དོན་གཞན་པ་གཅིག་དེ་འདི་ཆགས་ཡོད་པ་རེད་ག་ཟེ་བ་རེད།

བྱེད་ཀྱི་ཡིན། ཨ་ནི་ལས། ད་ངས་ངས་གོང་དུ་ཞུས་པ་ནི་ལས་འཆར་འདི་ཚོ་ལག་ལེན་བསྟར་བའི་སྐབས་ལ་ཨ་ནི་ཁོང་ཚོའི་གི་ཤེས་ཚད་དང་ཉམས་མྱོང་འདི་ག་ཇི་ཙམ་ལོ། ཨ་ནི་ང་ཚོའི་གི་འདི་གའི་འདི་ཚོ་འདུས་ཆེད་ཨ་ནི་བེད་སྤྱོད་གཏང་གི་ཡིན་ཟེར་ཡ་དེ་འདུག་ཟེར། དེ་ཡིན་དུས། ཨ་ནི་དེ་ནང་བཞིན་གི་ད་ངས་ངས་གོང་དུ་ད་ས་གནས་གི་སྤྱི་མི་རྒྱ་དབོན་ཚོ་ཡིན་པ་ཡིན་ནས་དཔེར་ན་ཀེམ་གི་གླ་ཆ་ཕྱེད་ཀ་ཞིག་སྤྲད་ཀྱི་ཡོད་པ་ཡིན་ན་འདིའི་སྒང་ནས་ཡང་བོད་མིའི་སྒྲིག་འཛུགས་གི་གླ་ཆ་ཕྱེད་ཀ་སྤྲད་པ་ཡིན་ན་མི་དེ་ཨ་ནི་དུས་ཚོད་གང་ཡོད་པ་དེ་ཁོ་ཕོ་སྐྱབས་འདི་རང་ཆེད་དུ་ལས་ཀ་བྱེད་ཐུབ་ཡ་ཆེ། ཁོ་རང་མི་གཉིས་གཅིག་ག་རེ་ཡིན་པ་ཡིན་ན་འདིས་གི་འགོ་ཁྲིད་ནི་ཨ་ནི་མི་མང་མཉམ་རུབ་བྱེད་བྱེད་འཆར་གཞི་བཟོས་ཨ་ནི་ལག་ལེན་བསྟར་ཡ་ལེ་ཡ། དབུས་ནས་ཐད་ཀར་ཐེ་ཇུས་མོ་བོ་ཐོན་ནས་ས་གནས་རང་ནས་དཔུང་བྱས་ཡ་ལས་དོན་འགྲུབ་ཡ་ལེ་ཡ། ཕན་ཐོག་ཡོང་གི་རེད་དེ་ངས་སྤྱི་མི་རྒྱ་ཁོན་ཚོ་དཔེ་མཚོན་ཙམ་ཞིག་རེད་མ་གཏོགས་བྱེས་ཀྱི་ས་གནས་དོན་ཚོགས་ཡིན་ནའི་འདྲ་འདུག་ལག་ལེན་ཚོགས་ཆུང་ཡིན་ནའི་འདྲ་འདུག་མཉམ་འབྲེལ་ཡིན་ནའི་ག་རེ་ཡིན་ནའི་དེ་གའི་ཚ་མོ་ལོ་ལ་ཡང་ཅིག་མཐུན་རྐྱེན་སྦྱར་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་གཞི་རིམ་དང་གཞི་རིམ་གྱི་གནས་སྟངས་དང་དུ་ཕྱིན་འདུག་ཟེར་ད་སྤྱི་ཚོགས་བརྟན་ལྷིང་ག་འདྲ་ཡོང་གི་རེད་སྤྱི་ཚོགས་ལྷིང་འཇགས་ག་འདྲ་ཡོང་གི་རེད་ཟེར་བ་ངོ་འདི་ཕྱིན་བཤད་ཡོང་དུས་བསམ་ན་ད་འདི་ལ་དཔེར་ན་ང་ལ་ཁྱེད་རང་ཚོས་འགན་བསྐུར་བ་ཡིན་ན། རེད་བ། ཨ་ནི་ངའི་བཀའ་ཤག་གར་བྱེད་རེད། སྤྱི་ཚོགས་ནང་ད་ལྟ་ང་ཚོ་རྙོག་དྲ་ཡོང་སྟེ་དམངས་གློག་ཅིག་སྤྱི་ཚོགས་དྲ་རྒྱ་དང་འཛིན་ཚོ་ཤུགས་ཆེན་པོ་ཆགས་དངོས་ཡོད་གནས་ཚུལ་ཉན་ས་དེ་ཉུང་ཉུང་བྱས། ཨ་ནི་གནས་ཚུལ་མགོ་ཚོས་ལ་དང་མ་ཚོས་ལ་དང་དེ་ནས་དམངས་གློག་ཅིག་གི་སྐད་ཆ་ཡག་ཤེས་མ་ཤེས་ཨ་ནི་མིའི་སེམས་ཁོང་ཟེར་ནས་དེ་རིགས་རེད་དོ། ཨམ་ཆོས་ནང་ཅིག་གོ་ཚ་ན། ཨ་ནི་སུ་སུ་སུ་ལ་ཡ་འདི་བདེན་པ་རེད་མ་རེད། དཔྱད་པ་བྱེད་ཡ་གི་ནུས་པ་དེ་མེད་པར་བྱེད། ཡང་མིན་ན་དུས་ཚོད་ཀྱི་མ་འདང་བར་བྱེད། ཡང་མིན་ན་འབད་བརྩོན་མ་བྱེད་པར་བྱེད། ད་གཞན་པ་ཅིག་ལབ་ཚེ་དུས་ཚོད་འབར་ལ་དེ་སླེབས་པའི་ནང་མ་བཏོན་ཡང་ཧ་བོ་ཞུགས་ཆགས་དགོས་པ། དེ་ཡིན་བསམ་པ་ལ་འདི་འདྲའི་མ་ཡོང་ཡང་ཆེད་དུ་སྤྱི་ཚོགས་ནང་ལོག་ལ་དཀྲོག་གཏམ་ཉུང་ངུར་བཏང་ཡང། གནས་ཚུལ་དངོས་བདེན་མ་ཡིན་པ་དེ་གས་དེ་ཉུང་རུ་འགྲོ་བ་ཡིན་ན་རང་བཞིན་གྱིས་སྤྱི་ཚོགས་ཞི་བདེ་དང་ལྷིང་འཇགས་ཡོང་གི་རེད། ད་འདིའི་ཆེད་དུ་བོད་མི་སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་ང་ཚོ་ག་རེ་བྱེད་ཐུབ་ཀི་རེད།

གནས་ཚུལ་གང་བགྲོ་གླེང་བྱེད་དགོས་དགོས་ནས་འདྲ་འདུག་གནས་ཚུལ་འདི་གང་དཔྱད་པ་བྱེད་དགོས་དགོས་ནས་འདྲ་འདུག་དེ་ང་ཚོས་བོད་མི་སྒྲིག་འཛུགས་ཨོ་དེ་བྱས་ན་བོད་མི་སྒྲིག་འཛུགས་འགོ་ཁྲིད་ཚོས་ཅིག་བསམ་མི་ཡོང་བསམ་ཡང་གི་དོགས་པ་རྣམ་རྟོག་གང་མང་བོ་དང། ང་ཚོས་དེ་འདྲས་བྱས་པ་ཡིན་ད་དུང་དགའ་བསུ་ཞུ་གི་ཡོད་དེ་ག་རེ་ཟེར་ན་མང་ཚོགས་ལ་ཡང་དངོས་ཡོད་གནས་ཚུལ་དེ་ར་འཕྲོད་དགོས་དགོས་པ་དང། དེ་ཡིན་དུས་ད་དེ་འདྲས་ཀྱི་ཅིག་བྱེད་ཀྱི་ཡིན། གལ་སྲིད་དགོས་གལ་བྱུང་བ་ཡིན་ན། དེ་འབྲེལ་གྱི་གནད་དོན་སྤྱི་ཚོགས་དང་འབྲེལ་བ་ཡོད་པའི་གནད་དོན་བུད་མེད་སྒྲིག་འཛུགས་ལས་དོན་བྱེད་འདོད་བྱེད་སྤྱོད་དང་འབྲེལ་བ་ཡོད་པ་གྱི་གནད་དོན་འགའ་ལ་དོགས་གཞི་དང་གླེང་སློང་མང་པོ་བརྒྱུད་ཡོང་བས་ན་སྐབས་དེ་དུས་བགྲོ་གླེང་བྱེད་པའི་སྐབས་ལ་མཁས་པ་ཡིན་ནའི་རེད་སུ་ཡིན་པ་ཡིན་ན་ཉམས་མྱོང་ཅན་དེ་ཚོའི་མཉམ་དུ་བུད་མེད་སྒྲིག་འཛུགས་ཀྱི་སྐུ་ཚབ་ཡང་མིན་ལ་མགྲིན་ཚབ་བ་འགས་གཏང་གི་ཡིན་རེད་ཟེར་བུད་མེད་སྒྲིག་འཛུགས་ཀྱི་ལངས་ཕྱོགས་ག་རེ་ཡིན་མིན་འདི་གསལ་པོ་བཟོ་ཡག་པོ་བྱེད་ཐུབ། འདི་འདྲ་ཡིན་ནའི་གཏང་གི་ཡིན། ད་འདིའི་ཐོག་ལ་ཡང་ཨ་ནི་སྤྱི་ཚོགས་ཀྱི་དང། དྲ་རྒྱའི་གི་སྡིངས་ཆ་ཞིག་བཙུགས་ནས་ད་དེ་སང་ངོ་དེབ་ཡིན་ནས་དྲ་དུ Instagram ཡིན་ནས་ག་རེ་ཡིན་ནས་ད་མི་མང་མང་ལ་ཅིག་གི་བེད་སྤྱོད་བཏང་ཡང། བཏང་བསྡད་ཡས་གི་ཨ་ནི་ཅིག་སྤྱི་ཚོགས་གི་དྲ་རྒྱའི་གི་སྡིངས་ཆ་ཞིག་བཟོས་ནས་དེའི་ནང་ལོགས་ལ་ཨ་ནི་མི་མང་གི་བདེ་སྡུག་དཀའ་ངལ་དྲི་བ་ག་རེ་ཡོད་པ་ཡིན་ནས་སོ་སོ་མིང་ངོ་ཐག་ཆོད་པའི་ཐོག་ནས་ངོ་ཐག་མ་ཆོད་པ་ཡིན་ན་ང་ཚོ་འདི་ད་ད་ལྟ་བར་དུ་ང་ཚོའི་འགྲོ་སྟངས་གང་འདུག་སེ་རེད་འདི་ཚོ་ཡིག་ཆའམ་ཚིག་གི་རིགས་མ་གཏོགས་ཅིག་སོ་སོའི་སུ་ཡིན་མིན་དེ་བཤད་མ་བོ་ཆེ་དྲི་བ་བཏང་དྲི་བ་དངོས་ཡོད་ཀྱི་སྟངས་ཡིན་དགོས་པ་ནི་སོ་སོ་སུ་ཡིན་མིན་ལབ་པར་མཁས་པ་གལ་ཡོད་མང་འདི་ལ་ང་ཚོ་གིས་ཅིག་དང་པོ་བྱེད་དགོས་པའི་དང་དེ་འབྲེལ་གྱི་གནས་སྟངས་རྩ་བ་ཉིད་ནས་ཡོང་བ་རེད་ད་ལྟའི་དྲི་བ་བཏང་མཁན་ལ་དགའ་བསུ་ཞུ་དགོས་རེད་གལ་སྲིད་མི་གཅིག་གིས་དྲི་བ་བཏང་བཞག་པའི་དོགས་པ་དེ་མི་ཉིས་བརྒྱ་སུམ་བརྒྱ་དུ་ཡོད་སྲིད་དགོས་པ་ཨ་ང་ཚོའི་འདི་ལན་རྒྱ་བལ་འདི་གས་ཨེ་ནི་ཨིན་ཇི་སྐད་ཐོག་ནས་ཡིན་ནས་འདྲ་འདུག་བོད་སྐད་ཐོག་ནས་ཡིན་ནས་འདྲ་འདུག་འདི་སྐད་དེ་མི་བཀོད་བྱས། ཨ་ནི་ཁྱེད་རང་ཚོ་ལྷན་ཁང་གཅིག་དང་འབྲེལ་ཡོད་ཀྱི་དྲི་བ་ཞིག་བཏང་བ་ཡིན་ན་ལྷན་ཁང་འདི་ལ་ཕར་ཞིབ་འཇུག་བྱེད་དགོས་ཡོད་ཀྱི་ཡང་ག་ཤེད་གནད་དོན་ག་ཤེད་གང་ན་དུས་ཚོད་ཕྲན་བུ་འགག་སྲིད་ཀྱི་རེད་ད་ལྟ་བདུན་ཕྲག་རེ་རེ་རེ་རེ་ནང་ལོགས་ལ་མང་ཚོགས་ཀྱི་བསམ་ཚུལ་དང་དྲི་བ་ག་ཚོད་ཅིག་སྤུངས་ཡོང་བ་ཡིན་ན་དེ་ལ་ཡང་ང་ལན་རྒྱབ་ངེས་ཀྱི་བརྙན་འཕྲིན་གྱི་བརྒྱུད་ནས་ཁྱེད་རང་ཚོ་ལ་མཐོང་ཡ་ཡོད་པ་གོ་ཡ་ཡོད་པ་འདི་འདྲིའི་གྱི་གདོང་ཆ་སྡིངས་ཆ་ཅིག་བསྐྲུན་ཐུབ་པ་ཡིན་ན་ཏན་ཏན་ང་ཚོ་སྤྱི་ཚོགས་ནང་ལོགས་དཀྲུགས་ཤིང་རྒྱག་ངན་འདུག་ལས་ཀ་དེ

ཆོལ་ཁ་གསུམ་ཚང་མ་འཛོམས་པའི་གི་འདི་སྤྲད་ཞེས་པ་འདི་ང་ཚོ་བདག་པོ་རྒྱག་པའི་དཔེ་མི་སྲིད་གལ་ཆེན་པོ་རེད། རེད་བ། དཔེ་མི་སྲིད་གལ་ཆེན་པོ་རེད། དེ་ཡིན་བསམ་པ་ལ་ཡང་འདིའི་ཐོག་ལ་ཡང་ང་ཚོ་འབད་པ་ལྷོད་མེད་བྱེད་ཅེས་ད་ལྟ་ངས་འདི་འདི་མ་ཆ་རྐྱེན་བཤད་བཤད་ཡ་འདི་སྐད་དེ་ང་ཚོས་འདི་འདྲ་ཅིག་བསྒྲུབ་གི་ཡིན། ད་ངས་བསྒྲུབ་མ་ཐུབ་པ་ཡིན་ན་ད་མ་འོངས་པ་ཁྱེད་རང་ཚོ་ང་དྲི་བ་བཏང་འདྲི་གི་རེད་ཁྱེད་རང་གཉིས་མ་འདི་འདྲ་བྱེད་ཀྱིན་ཡིན་ལབ་སོང་ད་ག་རེ་བྱེད་མ་ཐུབ་པ་རེད་ཅེས་བཤད།

ང་རང་ཚོ་དེ་བཙན་བྱོལ་ནང་ནས་ཡོད་མཁན་གྱི་བོད་མིང་གི་བདེ་སྡུག་ལྟ་ཡ་ལས་བདེ་དོན་ལྟ་ཡ་ལས། དཀའ་ཡ་བྲལ་མ་རེད། ཁྲིམས་དང་སྒྲིག་གཞི་གཞི་སྲུང་བྱེད་ཀྱི་དྲང་པོ་དྲང་ཤ་བྱེད་ནས་མཉམ་རུབ་ཀྱི་ནུས་པ་བཏོན་པའི་ཐོག་ནས། ཨ་ནི་གོམ་པ་མདུན་སྤོས་རྒྱག་དང་འདས་པའི་གི་ལོ་རྒྱུས་བསྐྱར་ཉར་བལྟས་ན་སྔར་ཕན་མ་དེ་ནས་ཉམས་མྱོང་ལེགས་ཆ་ལེན་འོ་རེད། ད་ངས་དང་ཡང་ཞུ་ཡ་དེ། ད་དོ་དོ་བཞིན་ཨ་ནི་བདུན་ཕྲག་རྗེས་མ་དེ་ལ་ཡང། ཨ་ནི་ས་བོན་པ། དེ་ཚེ་ཕྱི་ཚེས་བདུན་ཆགས་མེད་རོགས། ཕྱི་ཟླ་བཅུ་གཅིག་གི་ཚེས་བདུན་ཉིན་མོ་དེ་ལ་ཡང་ད་ངས་བརྗོད་གཞི་འདི་ཨེ་ང་ཚོ་བོད་མིའི་འདུ་སྡོད་ས་གནས་ཁག་དེ་ག་དེ་ཡར་རྒྱས་ག་འདྲ་བཏང་དགོས་རེད། གཞིས་ཆགས་ཁག་ཡིན་ནའི་འདྲ་འདུག་ཁ་ཐོར་མི་མང་ཡིན་ནའི་འདྲ་འདུག་ཕྱི་རྒྱལ་དུ་ཡོད་མཁན་གྱི་བོད་རིགས་ཚོགས་པ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོ་ཡིན་ནའི་འདི་གས་དེ་ད་ང་ཚོ་སྤྱི་ཚོགས་འདི་འགྱུར་འགྲོས་ཤུགས་ཆེན་པོ་འགྲོ་གི་ཡོད་ཟེར་བ་ཧ་ཧ་ཧ་ཐོར་འགྲོ་གི་བ་རེད་སྙན་མ་ང་ཚོ་གཞིས་ཆགས་ཟིན་བོད་པ་ཚང་མ་སྙིང་རུས་བཞིན་བསྡད་གི་ཡོད་བ་རེད་དེའི་རྐྱེན་པས་ཀྱིས་འདས་པའི་ལོ་དྲུག་ཅུ་དྲུག་ཅུ་རེ་ལྔ་རེ་ང་ལ་ཨ་ནི་རྒྱ་བོ་མི་ཆེ་ཐུགས་རྗེ་བཀའ་དྲིན་ལས་བརྟེན་ནི་ང་ཚོས་ད་བོད་པའི་མི་རིགས་ཀྱི་ངོ་བོ་འདི་ཡག་པོ་བཞིན་སྲུང་སྐྱོབ་བྱེད་ཐུབ་བ་རེད་ད་ང་སྤྱི་ཚོགས་འགྱུར་འགྲོས་ཤུགས་ཆེན་པོ་ཤུགས་ཤུགས་འགྲོ་གི་དིལ་པ་བས་ཀྱིས་ང་ཚོ་གཟུགས་པོ་ཐག་རིང་རུ་ཕྱིན་པ་ཡིན་ནས་སེམས་ཐག་ཉེ་རུ་ག་འདྲས་སུ་འགྲོ་དགོས་རེད་སྤྱི་ཚོགས་ཀྱི་ངོ་བོ་འདི་ག་འདྲས་སུ་གནས་ཐུབ་དགོས་རེད་དེའི་སྐོར་ཐད་ནས་ང་འདི་འདྲ་ཇེ་མང་དུ་ཡོང་བ་ཚོར་ཞུ་ཡ་ཡིན

ངོ་སྡུག་སྲིན་བྱེད་སྒུག་གི་ཡོད་རེད་དེ་མ་གཏོགས་ཅིག་གིས་ཨེ། ཕྱོགས་སུ་ལྷུང་བྱེད་ཅིག་འདྲ་མིན་བྱེད་བདེ་བ་ཡིན་ན་ང་ཚོ་ཏཱ་ལ་ཞིག་བསྡད་ཡོད་མ་རེད་ཟིན། ད་ང་ད་འདི་པ་ར་དེ་རེ་འདུན་གཅིག་གཉིས་ཆུ་ཡོང་བསྡད་ཀྱི་འདུག་ད་ཁ་ཤས་ཀྱིས་ཏམ་སྲིན་ཆང་ཤོར་ཀྲུང་གོར་སེ་ཨ་སོ་རབ་ད་ད་སྙེ་མ་ནས་གཅིག་ལྷོག་བཤད་བསྡད་བྱོས་རེད། ད་འདི། ཁེ་ཚེ་སྙེ་མ་ངས་ཁེ་ན་དྲ་ལས་ཞུས་ཟིན་པ་ཡིན་ད་ང་ཡང་འགའ་ཡང་འགའ་འདི་སྐོར་ལ་ཞུ་མོ་ཀོག་བྱུང་ན་བསམ་བསྡད་ཡོད་རེད་དེ་ཡིན་ནས་ད་སྤྱི་ལོ་ནང་ལ་ཅིག་སྤྲོ་སྐམ་བརྒྱབ་བསྡད་མཁན་ཚོས་ཀྱང་མུ་མཐུད་ནས་བརྒྱབ་བསྡད་ཀྱི་འདུག་བ་དེ་ཡིན་བསམ་པ་འདིའི་གནད་དོན་སུ་རེ་བ་ཕྱིན་པ་ཡིན་ན། ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་ལྔ་པའི་གི་ཚེས་བརྒྱད་ཉིན་མོ་ནས་ཕྱིན་ནས་ཁ་འདིའི་ནང་ལོག་ནས་ཡང་ཆང་ཐིགས་པ་གཅིག་འགྲོ་མེད་ཞེས་རྗེས་ད་ལྟ་ངས་གསལ་པོ་བྱེད་བཞུགས་ཡོད་ད་ལྟ་ཕ་ཚོ་སྡུག་སེམས་གནས་འདི་ཡོད་མ་འོངས་པ་ངས་སྤྱི་པའི་འགན་འཁྱེར་བའི་སྐབས་འདི་ཡ་ད་ངས་འདི་བྱེད་གི་མ་རེད་སྙེ་མ་ངས་དྲང་པོ་དྲང་བཞག་འདྲ་བོ་བཤད་བྱས་སྤྱི་ཚོགས་འགན་འཁྱེར་དགོས་གི་འདུག་སྐབས་རེ་ཕྱི་རྒྱལ་མི་སྣ་མང་པོ་ཐུག་གི་འོ་རེད་ཅེས་བལྟས་སུ་བལྟས་སུ་ལྟུང་རང་ང་ཚོ་མཁས་པ་མི་འདུག་བསམ་བྱས་ངས་འདི་བྱེད་གི་མེད་ཟེར་ད་དུས་བསམ་པ་ད་མི་མང་པོ་ཅིག་དྲང་པོ་བཤད་ན་དགའ་གི་མི་འདུག་བ་ད་ད་ལྟ་ཡིན་ནའི་ངས་དྲང་པོ་བཤད་གི་ཡོད་ད་ཁྱེད་རང་ཚོ་དགའ་བ་གནང་རོགས་གནང་དྲང་པོ་བཤད་གི་ཡོད་ང་ད་ཆང་ཟས་དེ་ལག་པ་བ་ཆང་གི་ཡོག་མ་རེད་ད་ལོ་གསུམ་ཞིག་ལོ་གསུམ་མན་ཞིག་འདུག་བཞིན་འགྲོ་གི་ཡོག་རེད་བཞིན་ད་དེ་ད་རིང་ངས་གསལ་པོ་བཞིན་སུས་ཞུ་འོས་གསུང་གི་ཡོད་བ་ཡིན་ནའི་དེ་ལ་ཡང་དེ་ཅིག་ཞུ་ཡ་དང་ཨ་ནི་བར་སྐབས་དེ་བ་ལ་ཡང་ཅིག་གནས་ཚུལ་མང་པོ་ད་སྔས་མ་གི་མི་སེར་རེད་ཟེར་ཡ་དེ་གནས་ཚུལ་དེ་ཚོའི་སྒང་ལ་ཡང་ཅིག་སྤུངས་རྗེས་ཨ་ནི་ཅིག་ནན་སི་པེ་ལོ་སི་དང་རི་ཆར་གེར་གྱི་རྒྱ་བ་རུ་མཆེལ་སྙན་ཞུ་ཕུལ་རྗེས་ཨ་ནི་ཁོ་དོན་གཅོད་ནས་ཕབ་སྒྱུར་བྱས་བ་རེད་ཟེར་ཡ་སུ་རེད་བ་དེ་ཚོ

བོད་ས་ནན་སི་པེ་ལོ་སི་གི་ལས་ཁུངས་དང་ང་དོན་གཅོད་བྱེད་དགོས་སྐབས་ང་ལ་འབྲེལ་བ་ཡག་ཐག་ཆོད་ཡོད་དེ་སྙེ་མ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ལ་རྒྱ་བོར་མི་གཅིག་གི་ཞི་བའི་དོན་ཚན་ལྔ་བཀའ་གནང་དུས་ནས་བྱས་ནས་ནན་སི་པེ་ལོ་སི་རྒྱ་བོར་མི་གཅིག་ཐུགས་རྒྱུད་ཡང་ཆགས་པ་རེད་དེ་ནས་བཟུང་སྤྱིར་དམ་ད་བར་དུ་ཧྲ་ད་པ་བྱས་ནས་བསྡད་ཡོད་ལ་དེ་ག་ནང་བཞིན་རི་ཆེར་སྒེར་ཡིན་པ་ཡིན་ནས་ང་གཉིས་སྒེར་གྱི་འབྲེལ་བ་ཡག་ཐག་ཆོད་ཡོད་ལ་ང་ཕི་གའི་དོན་གཅོད་འགན་འཁྱེར་བའི་སྐབས་ལ International Campaign for Tibet རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་དོན་གཅོད་ལས་ཁུངས་ཀྱི་ལས་ཀ་མཉམ་རུབ་ཡག་ཐག་ཆོད་བཞིན་བྱས་ཡོད་མ་རེད་ཞེ་སྔར་སྟེ་རྒྱལ་ས་གང་ཡང་མེད་ང་ཕལ་སྐད་ཡོད་པའི་སྐབས་སུ་རི་ཆེ་གེ་ཁོ་རང་ཉིས་སྟོང་བཅུ་བདུན་གྱི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་བརྒྱད་སྟེ་ང་ཚོ་ལོ་སར་སྐབས་ལ་ཡག་སྡུག་བྱེད་ནི་ཡག་ཡོང་པ་རེད་ད་ང་ནང་བཞིན་ཕྱི་ཟླ་དྲུག་པའི་གི་ཚེས་ཉི་ཤུ་རྩ་ལྔ་ཚེ་དྲུག་བདུན་པ་ལ་ཡག་བ་ཤི་འགྲོ་མྱོང་བྱས་ང་ཚོ་མཉམ་དུ་གྲོས་ཚོགས་གོང་འོག་གི་འཐུས་མི་དེ་གའི་ཐུགས་ཁག་ཆེན་བཅས་ཁོ་རང་ད་ལྟ་བར་དུ་དེ་འདྲའི་ཡག་པོ་བྱུང་མ་མྱོང་ཟེར་ནས་བཤད་མྱོང་ངེས་རེད་ང་དོན་གཅོད་ཀྱི་ལས་དོན་མཚམས་བཞག་པའི་རྗེས་ལས NICT ལོ་བཅུ་སུམ་ཅུ་འཁོར་བའི་གི་མཛད་སྒོ་དེ་ལས་སྔ་མ་བཅའ་བྱས་ང་ཚོ་ཕུད་ལ་ཕྱིན་ཐུ་ཨེ་འདུག་བྱུང་དོན་ཚང་ཚང་མ་ལོ་དཀྲོག་གཏམ་རེད་མ་འདུག་ཅིག་གི་ཨེ་ནི་གའུ་རུང་ཆེ་དགོངས་པ་ཞུ་དགོས་དེ་ག་ཚོད་བྱས་ག་ཞུ་བའི་སྐོར་དེ་ཡིན་པ་ཡིན་ནའི་ངས་ད་ལྟ་བར་དུ་གའུ་རུང་ཆེ་ཐུགས་གསུམ་པོ་བཟོའི་རྩ་བ་ཉིད་ལ་བསམ་པ་བཏང་གི་མེད་ད་ད་ནི་བྱང་ཤེས་པ་ཆེ་བོ་རེད་ང་ཚོ་སུ་སོ་སོ་གི་འགན་ཁྱེར་ནས་འགྲོ་དགོས་རེད་གའུ་རུང་ཆེ་ལ་ཐུགས་གསུམ་པོ་བཟོའི་གི་གནས་སྟངས་དེ་མ་ཡོང་བ་ཅིག།

སྟེང་དུ་ག་ཤེད་ཀྱི་བོད་མི་ཚེ་རིང་གི་སྐུ་མདུན་མཇལ་ཁ་མང་པོ་ཞུས་འདྲི་དེ་གནང་ཡོང་བ་མ་རེད་ཟེར་སྐད་ཆ་ནི་མང་པོ་ཅིག་བཤད་འདོད་ཀྱི་ཡོད་ཟེར་དེ་ཚོའི་འདོད་པ་མ་ད་གཞན་པ་དེ་ཚོ་ང་ལན་རྒྱག་ངེས་ཟེར་འཁྲུག་མི་འདུག་དེ་ཆོ་ཟེར་ཡོང་བ་ད་རིང་དེ་བཤད་ཡག་གི་འདོད་པ་ཟེར་མེད་ལ་སེམས་ཁོ་དུས་ཡུན་ཤེས་མཁན་དེ་རང་བཞིན་གྱི་རྐུབ་དོད་ཡོང་བ་དེ་རེད་ཅིག་ཡོང་གི་རེད་བསམ་ཚུལ་དེ་ཡིན་ནའི་ད་ག་ཤེད་ཀྱི་ད་ནི་དེ་ཅིག་མི་བྱེད་མི་བྱེད་ཅིག་བཤད་ན་མ་གཏོགས་ཅིག་ཡང་ཅིག་ག་ཤེད་གནས་ཚུལ་ཆ་ཚང་བ་ཉན་མཁན་ཡོད་རེད་ག་ཤེད་གནས་ཚུལ་ཆ་ཚང་བ་ཉན་གི་ཡོད་མ་རེད། པ་ར་པ་ར་འདུག་ཉན་གི་ཡོད་རེད་དེ་བཟོ་མ་ནི་ཆ་ཚང་བ་མ་གོ་ང་དེ་རིགས་ཡོད་པ་ཡིན་ན་ད་རིང་ཅིག་གསལ་བཤད་ཞུ་ཞེ་ན་བསམ་བྱས་འདུག་ཅིང་ཞུ་རེ་ཡིན། དུ་བཤད་དུས་འདྲ་ཇི་མ་བྱས་ཡོང། ཐུགས་རྗེ་གནང་དགོས།